ཨོ། ད་ང་རང་ཚོ་སོག་ལུ་ཚོ་པའི་ཚོགས་ཀྱི་ཡོང་ལ། དེ་ནས་ཡང་ཚང་འདྲི་ཞུ་ཡ་དེ་དང། དེ་ནས་ད་ཡང། རྫོགས་པ་ཆེན་པོ་ཀློང་ཆེན་སྙིང་ཐིག་གི་སྔན་འགྲོ་ཁྲིད་ཡིག་སྐུ་གསུང་ལམ་གྱི་ཞལ་ལུང་ཞེས་བྱ་བ་འདི་ཤོ་བ་ཞིག་པ་ལ། དེ་ནས་ཐུན་མོང་ཕྱི་ཡི་སྔན་འགྲོ་ཐུན་མིན་ནང་གྱི་སྔན་འགྲོ་ཉེ་ལམ་ཕོ་བའི་རིམ་པ་དང་རྣམ་པ་གསུམ་ཡོད་པའི་ནང་ནས།

ཁྲིད་ཉན་པའི་གི་ཚོ་དང་བཤད་བྱ་ཁྱོད་ཀྱི་རིམ་པ་དག་དང་ཆོས་གཉིས་ཀ་དངོས་བཤད་པ་རྣམ་པ་གཉིས་ཡོད་པའི་ནང་ནས་དང་ཆོས་གཉིས་ཀ་དངོས་བཤད་པ་དེ་རེད། དང་ཆོས་གཉིས་ཀ་དངོས་བཤད་པ་དེ་ལ་ཡང་ངོ་བོ་ལྟ་བ་ལ་བསམ་པ་དང་ཁྱད་པར་གྱི་ཆོས་འབྱུང་བ་ལ་བསམ་པ་གཉིས་ཀ། རིགས་པའི་སྒོ་ནས་བསྟན་པ་དང་གྲངས་ཀྱི་སྒོ་ནས་རྙེད་པར་དཀའ་བ་བསྟན་པ་དེ་རྣམ་པ་ད་ས་བཅད་རྣམ་པ་བཞི་འདུག། དེའི་ནང་ནས་ད་ལྟ་བར་བརྒྱད་དང་འགྱོད་པར་སྐྱོ། དེ་ད་འགྱོད་སྐྱོ་བརྒྱད་ཟིན་གྱི་དེ་ད་གཉིས་དཀའ་དང་མི་དཀའ་གཉིས་དཀའ་ལྷ་གཉིས་ཀྱི་བཤད་པར་བྱ་བའི་གཞི་བཤད་གཞི་འདྲ་བོ་དང་བསོད་ནམས་གཏོང་ས་གི་གཞི་ངོ་མ་དེ་དེ་ལྟ་བ་བརྒྱད་ཚང་ཞིང་སྦྱོར་བ་སྐྱོ་དང་ལྡན་ལྡན་པས་ཀྱི་རྣམ་གྲངས་སྐྱོ་བརྒྱད་པོ་དེ་ཚང་དགོས་ཀྱི་རེད་ཟེར། དེ་ཚང་ན་དམ་པ་ཁྱོད་ཀྱི་བསྟེན་རུང་གི་རེད་དེ་མ་ཚང་ན་དམ་པས་ཁྱོད་ཀྱི་བསྟེན་མ་རེད་ཟེར་ནས། དེའི་སྒོ་ནས་ཐག་གཅོད་བྱེད་པ་དེ་བསྟན་པ་བདེ་བར་གཤེགས་པ་རྗེ་འབྲོང་ཁོག་དང་བཅས་པ་ཐམས་ཅད་ཀྱིས་ནི་བཤད་དགག་བརྗོད་བྱེད་དེ་རེད་དེ་ཡིན་དུས་དེའི་རྣམ་གྲངས་སྐྱོ་བརྒྱད་པོ་དེ་ད་དང་པོ་མ་ཤེས་པར་ཤེས་པ་ཞིག་དགོས་པ་ཅིག་ཡིན་དུས། ཨིམ་ཏེ་ཤི་བི་གི་སྟེང་དུ་ལ་དྭགས་ལྷོ་ལྗོངས་དྲན་མཁན་ཞེས་སྤྲད། སོ་སྙན་མཁན་ཞེས་སྙན། ཨེ་ནི་བ་ཀྲུ་རིན་པོ་ཆེས་ད་འདི་ནས་མ་ལ་ས་བརྒྱད་རྫོགས་པའི་ཚུལ་དུ་བྱས་ནས་ག་ཚང་གོང་དུ་ཨོ་ཤུལ་ཟིན་པ་རེད་འདུག། སྟོན་པ་ཆོས་ཀྱི་སྟེང་དུ། ལུགས་སྟེང་བཟང་པོ་གཅིག་དགོས་ཀྱི་ཡོད་ན་ད་འཇོག་བཅོ་བརྒྱད་མཚོན་པའི་གལ་ཏེ་ནི་མི་ལུས་རིན་པོ་ཆེ་བྱ་སྟེ་དགོས་ཀྱི་རེད་བསམ་ནས་དེ་ངོ་ཤེས་ངོས་ཟིན་ཚར་དུས། ད་འདི་གི། སྣང་གྲོགས་བཅོ་བརྒྱད་ཚང་བུ་མི་ལུས་ཏེ། དེ་ནི་གཅིག་ཐོབ་དགོས་གཉིས་དགོས་ན་ཧ་ལས་པོས་ཀྱི་གཉིས་པ་དཀའ་བ་ཅི་རེད་སོང་ནས་ཏེ། རྒྱུ་ཡི་སྒོ་ནས་གཉིས་པ་དཀའ་ཚུལ་གྲོང་གྱི་སྒོ་ནས་གཉིས་པ་དཀའ་ཚུལ་དཔེ་ཡི་སྒོ་ནས་གཉིས་པ་དཀའ་ཚུལ་ལ་སོགས་པ་སྟེ། རྒྱས་ཤིང་རྒྱས་པའི་ཚུལ་དུ་སངས་རྒྱས་བསྐྱངས་ལྡན་འདས་ཤཱ་ཀྱ་ཐུབ་པ་གྱི་མདོ་སྡེ་དག་ལས་ཇི་ལྟར་བྱུང་བ་ནང་གི་ཞལ་ནས་རྒྱལ་སྲས་ཆེན་པོ་ཞི་བ་ལགས་ཀྱི་ཤོད་འཇུག་གི་སྐབས་སུ། དེ་ནི་བསྟན་བཞག་པ་ཅན་དེ་རེད། རྒྱལ་སྲས་ཆེན་པོའི་ཞི་བ་ལས་སྤྱོད་འཇུག་བཀའ་བསྟན་བཞག་པ་དང། དེའི་ནང་གི་ཅིང་འཇམ་པོ་ཀླུ་སྒྲུག་ལ་སོགས་པ་ཁོང་རྣམ་པ་ནང་བཞིན་ཞེས་པའི་སྤྲིངས་ལ་སོགས་པའི་བཀའ་སྲོལ་ཡང་བསྟན་ཡོད་རེད་དེ་བསྟན་བཞག་པ་ནང་བཞིན་བྱས་ནས་ཨ་བུ་དཔའ་གྲུ་ཚང་ཞེས་དེ་འདི་ནས་ཕྱི་མ་ལ་བསྟན་བཞག་གི་འདུག་དེ་བསྟན་པ་ནང་བཞིན་བྱས་ནས་ད་དེ་རིང་ང་རང་ཚོ་ད། གི་སྒྱུ་རྩལ་དཔའ་མགྱོགས་དུ་མ་སོང་ན་ད་གནང་གྲོགས་སྐྱོ་རྒྱལ་དང་ལྡན་ཞག་བོད་ཀྱི་མི་ལུས་རིན་པོ་ཆེ་ཟེར་བ་དེ་རེད་དེའི་མི་ལུས་རིན་པོ་ཆེ་དེ་གཅིག་ཐོབ་དགོས་གཉིས་དགོས་སོང་ན་ཧ་ལས་པའི་གཉིས་པ་དཀའ་བ་ཅན་གྱི་རེད་སོང་གཉིས་པ་དཀའ་བ་དེ་དཔེ་ན་ག་འདྲས་ཅན་གྱི་རེད་ཟེར་ན་ཨེ་སོང་རྗེ་བསྐྱངས་ལྡན་འདས་ཀྱི་མདོ་སྡེ་ནང་འདི་འདྲས་གསུངས་འདུག་སོང་ན་ད་དེ་མ་འདི་ནས་མ་དཔེ་ཡི་སྒོ་ནས་གསུང་གི་འདུག་གསུམ་པ་གཉིས་དཀའ་བོད་ཀྱི་དཔེ་ལ་བསམ་པ་ནས་ཨེ་སོང་རེད། ད་དེ་སུས་མཐོང་མ་སོང་རེད་ཟེར་ན་ཤ་ཆག་ཐུབ་པ་རང་གི་གསུངས་པ་རེད་མདོ་སྡེ་ནང་ལས། དེ་སོང་ཚུལ་ག་རེད་ཟེར་ན་བླ་ཆེན་པོའི་རྣམ་པར་སྤྲུལ་པའི་རྒྱ་མཚོ་སྟེང་གི་གཉའ་ཤིང་གི་བུ་ག་དང། དེ་ནས་ཞལ་གྱི་རུས་སྦལ་གྱི་ནི་མགྲིན་པར་འཕྲད་པ་ལས་ཀྱང་མི་ལུས་ཐོག་དཀར་བ་སྤྱང་ལྡེང་འདྲས་ཀྱི་གསང་དེ་གསང་རེད་དཔེ་དེའི་སྒོ་ནས་སོང་ན་དཔེར་ན་མི་ལུས། སྣང་གྲོང་བཅོ་བརྒྱད་དང་ལྡན་པའི་མི་ལུས་རིན་པོ་ཆེ་འོང་དང་མགྱོགས་བཅོ་བརྒྱད་མཚུངས་པའི་མི་ལུས་རིན་པོ་ཆེ་ཟེར་བ་འདི། ཚར་བཅད་གཉིས་པ་ཞེས་པ་ལ་ཧ་ལས་པའི་གཉིས་པ་དཀའ་བ་ཅི་རེད་ཟེར། དཔེར་ན་ག་འདྲའི་རྐྱེན་གྱིས་རེད་ཟེར་ན། དེ་ནི་རྒྱ་མཚོ་ཆེན་པོ་གཅིག་གི་སྟེང་དུ་ལ། དེ་གཉའ་ཤིང་གིས་བཞག་གཉའ་ཤིང་དེ་ལ་ཁོང་དབྱིག་ཡུང་སྟེ་བུ་ག་སྐྱེགས་མ་དུང་མེ་མཁན་གྱིས་འཇིག། དེ་གིས་རྒྱ་མཚོ་ཆེན་པོའི་གི་རྟ་ཡིན། འོག་ཏུ་ན་ལ། དེ་ནི། ཞལ་གྱི་རུས་སྦལ་གྱིས་ཡོད་པ་ཅན་གྱིས་ཤིག། རུས་སྦལ་དེ་ཡང་དེ་ནི་ལོང་བ་གྱིས་མིག་མེད་མཁན་ཅན་གྱིས། ད་དེའི་རུས་སྦལ་དེས་ཀའོ་ཀ་རྒྱ་མཚོའི་གཏན་དུ་ཡ་དན་ཡོང་དུས་ཡ་ཁོ། མིག་མི་མཁྱེན་གུ་རུ་དཔའ་ལོང་བ་ཡིན་དུ་རྩ་ནས་བསྟན་རྒྱ་མཚོ་མཁའ་ལ་ཡར་བསྟན་པ་དང་རྒྱ་མཚོའི་མཁའ་ལ་ཡོད་པའི་གཉའ་ཤིང་གི་དབྱིག་གུང་ནང་ལ་ཁུག་གི་སྐད་ཀྱི་མགྲིན་པ་དེ་དེ་ནི་འཛིན་རྒྱུ་དང་འཕྲད་རྒྱུ་དེ་སིག་རྒྱ་རེད་ཟེར་ན་སིག་རྒྱུ་རེད་དེ་འཕྲད་པ་དེ་ལས་ཧ་ལས་པའི་གི་དཀའ་མོ་སྐལ་བཟང་གྱིས་ལས་སླ་པོ་གཅིག་འཕྲད་རྒྱུ་མེད་པ་དེ་འདྲའི་རེད་བ་ཟེར་སིག་གི་མ་རེད་ཟེར་ནས་ཐོག་ཐོག་བསྐྱལ་ཐུབ་རྒྱུ་མ་རེད་མ་གཏོགས་བརྒྱུད་པའི་གི་འཕྲད་དགོས་ཟེར་ན་ཧ་ལས་པའི་གི་དེ་གཉིས་འཕྲད་པ་དཀའ་མོ་གཅིག་རེད་བ་ཟེར། དཔེ་དེ་ལས་ཀྱང་དེ་ནི་འགྲོ་བ་རིགས་དྲུག་གི་ལུས་གཞན་དག་གླེང་བ་ལ་ལས་སླ་པོ་གྱུར་ཏེ་རྣལ་འབྱོར་བཅོ་བརྒྱད་མཚུངས་པའི་མི་ལུས་འདི། ཐོ་དགོས་རྙེད་དགོས་ཟེར་ན་དཔེ་དེ་ལྟ་བུ་གྱི་གཉིད་སྲིད་པ་ཙམ་གྱིས་རེད་མ་གཏོགས་ཆོས་པོའི་རྙེད་རྒྱུ་ལ་ལས་སླ་པོ་གྱི་བརྩི་བ་ཉིད་ནི་མ་རེད་ཧ་ལས་པའི་གི་དཀར་མོ་གན་སོང་རེད་གསུངས་ནས་དཔེ་དེའི་ཐོག་ནས་དེ་བཅོམ་ལྡན་འདས་ཀྱིས་མདོ་གི་ནང་དེ་འདྲའི་ཞིག་ནས་བསྟན་འདུག་གསུངས་པ་རེད། དེའི་སྟེང་གི་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་གོ་བའི་རྒྱུ་མཚན་དེ་ནི་དེ་ནས་རྒྱལ་སྲས་ཆེན་པོ་ཞི་བ་ལ་སྐུ་སྣང་བ་དང་བསྟུན་ཏེ། རྒྱ་མཚོ་ཆེན་གཉའ་ཤིང་གི་བུ་ག་རུ་བབས་མདུན་མཆོད་བཏགས། མི་ཡི་ཤུལ་དུ་གཉིས་པ་ཀ་གཉིས་ཀ་གསང་གསང་རྒྱས་པ་འདྲ་བོ་དང། དེའི་ནང་གི་གི་ཀྱི། མགན་པོ་ཀླུ་སྒྲུབ་ཀྱིའོ་དེའི་ནང་གི་ཤིས་ནི་རྒྱ་མཚོ་ཆེན་གཉའ་ཤིང་བུ་ག་དང་རུ་བབས་འཕྲད་པ་བས་ཀྱང་དུད་འགྲོ་ལས་མི་གཉིས་གཉིས་ཀ་ཐོབ་ཀ། ཐོ་བས། མི་དབང་གི་དང་ཅི་བཤད་པས་དེ་འདྲས་བྱས་པར་མཛོད་གསུངས་ནས་རྒྱལ་པོ་བདེ་གཤེགས་བཟང་པ་ལ་ཡོངས་སུ་གདམས་པའི་ཤེས་པའི་སྤྲིང་ཡིག་གི་ནང་ལུགས་ལ་དེ་འདྲས་བྱས་ནས་སངས་རྒྱས་པར་བྱས་དེ་རེས་ཀྱང་དེ་འདྲས་ཀྱི་སངས་རྒྱས་པ་དེ་ཚོ་ཚིགས་བཅད་ཀྱི་ནང་ལ་བསྡུས་ནས་གང་ནོར་མ་ནོར་སངས་རྒྱས་དོན་དག་དེ་རེས་དེ་འདྲས་གསུངས་འདུག་གསུངས་པ་རེད་དེ་སངས་རྒྱས་པའི་དོན་དེ་ད་རུང་དེ་ནས་མ་གསལ་སྐད་བཤད་དགོས་རེད་དཔེར་ན། དེ་ཡང། ད་སྟོང་གསུམ་འདིར་རྒྱ་མཚོ་ཆེན་པོ་སྐྱེ་སྡུག་རུ་གྱུར་པ་དེ་བས་ཁར། དེ་ནས་དམུས་ལོང་གི་ར་སྒྲིབ་བཞིན་ཁེངས་ལ་གཉའ་ཤིན་ཏུ་གྲོགས་པ་དེ་ལྟ་བུ་བུ་ག་སྐྱེས་པ་ཞིག། དེ་ཤ་གཅིག་ལག་གཅིག་ནུབ་དང་ནུབ་གཅིག་ལག་གཅིག་ཤ་ཏུ་དེད་པ་སོགས་སྐད་ཅིག་ཀྱང་མི་སྡོད་པར་འགྲོ་བ་ཞིག་ཡོད་ལ་སོང་ད་དཔེ་བཞག་རེད། ད་དེ་འདྲའི་སྐྱིད་སྡུག་ཡོད་མ་རེད་དེ་དག་ཡོད་པ་ཕྱག་བཞག་པ་དང་ཡོད་ཁམས་བཤད་ན་སྲིད་པའི་སྐད་ཆ་རེད། དཔེར་ན་སྟོང་གསུམ་རྒྱ་ཡི་སྟོང་གསུམ་པོ་འདི་ཡོངས་སུ་གང་ཐུབ་མཁན་གྱི་རྒྱ་མཚོ་ཆེན་པོ་གཅིག་ཡོད་པ་གཅིག་ལ་ཕྱག་བཞག་ཡོད་ཁམས་བཤད། དེའི་རྒྱ་མཚོ་དེ་གི་སྟེང་དུ་ན་ལ་དེ་ནི་གཉའ་ཤིང་གཅིག་བཞག་གཉའ་ཤིང་ཟེར་ན་ག་རེ་ཟེར་གི་རེད་ཟེར་ན། རྫོགས་དང་བློ་དང་དེ་སོགས་དང་གཅིག་ཞྭ་ཡི་རྨོ་ཆེ་ཞིག་འོང་དུས་དགུང་ལ་དེ་ནས་རྫོགས་ར་ཚོད་བརྟག་རྫས་བཅུ་པོད་ཀྱི་གཉའ་ཤིང་བསལ་གྱི་ཡོ་རོ་བ་རྫོགས་ཐང་ཅད་ཀྱི་གཉའ་བ་སྟེང་དུ་བཞག་རླུང་ཐང་ཅད་ཀྱི་གཉའ་བའི་སྟེང་དུ་ལ་བཞག་ནས་ར་ཤོ་ཚོད་དྲུག་ནས་ཤིག་ཤིག་ཤིག་དྲུག་ཏུ་ས་དེ་ལ་ར་འདྲེས་པའི་ཤིང་ལ་གཉའ་ཤིང་ཞེས་གྲག་གི་རེད་གསུངས།

གཉའ་ཤིང་དེ་ལ་དབྱིག་སྐྱོང་དཀྱིལ་མ་དེར་སྐྱེ་ཡི་མ་གཏོགས་མེད་མཁན་གྱི་ཤན་གྱིས། ཨེ་ནི་སྟོང་སོང་ཡོངས་སུ་དགོངས་ཐུབ་མཁན་གྱི་རྒྱ་མཚོ་ཆེན་པོའི་རྟ་ཡི་དུ་ནག་ལ་བཞག། དེ་བཞག་བཞག་པ་དེ་ད་བསྡད་ས་གཅིག་ལ་སྐད་ཅིག་ཙམ་ཡང་བསྡད་གི་མ་རུང་བ་སོང་རེད། ཤར་གྱི་རླབས་དང། རྒྱ་མཚོ་ཆེན་པོའི་དབའ་རླབས་དང་རྒྱ་མཚོ་ཆེན་པོའི་སྟེང་ལ་ཡོད་པའི་རླུང་དམར་དུ་སོགས་ཐམས་ཅད་ཀྱིས་ཤར་ནས་དབའ་རླབས་བྱུང་ན་ཁོ་ནུབ་རྡུལ་བཤོལ་འགྲོ་གི་དེ་ཡིན་འགྲོ་གི་ནུབ་ནས་ཚུར་དབའ་རླབས་དེ་བྱུང་ན་ནི་ཤར་ལ་ཕར་གཡུག་འགྲོ་གི་བྱུང་ལས་བྱུང་ན་ནི། ལྷོ་ལ་ཡོད་འགྲོ་གིར་ལྷོ་ལ་བྱང་ན་ནི་བྱང་ལ་དེ་ཡིན་འགྲོ་གིར་དེ་ལྟ་བུ་ཅན་གྱི་གི་རྒྱ་མཚོའི་བ་ཚུར་ལ་ནི་སྐད་ཅིག་ཙམ་ཡང་བཟླས་རྒྱུ་མེད་པ་ཅན་གྱི་གླགས་དེ་གཡོ་ཡོད་པ་བརྒྱད་དུ་ཕྱོགས་བརྒྱད་མཚམས་བརྒྱད་དེ་བསླུས་པ་དེ་གི་སྟོབས་ཀྱིས་དེར་བསྙགས་ཤིང་དེའུ་བཟླས་ས་གཅིག་ལས་སྐར་མ་ཙམ་གཅིག་དང་སྐད་ཅིག་ཙམ་ཡང་བཟླས་རྒྱུ་ཡོད་མ་རེད་དེ་དེ་ནི་ཡུག་བཟླས་གིར་བ་སངས་རེ་ནུར་གྱིས་ཤར་དུ་དེ་བཟླས་པ་ལྟ་བུ་དེ་འདྲའི་ཅིག་ནི་ཡོད་པ་ཞིག་ཡོད་ཁང་ཞིག། ད་དཔེ་བཞག་པ་རེད་དེ་ལྟ་བུ་སྐད་ཅིག་ཀྱང་མི་སྡོད་པ་འགྲོ་བསྡད་མཁན་ཅིག་དེ་འགྲིག་གི་གཉའ་ཤིང་ཅིག་གཉའ་ཤིང་དེ་ལ་ལ་གཡིས་ཀྱང་ཅིག་མ་གཏོགས་མེད་མཁན་ཅིག་དེ་འདས་སོ་རྒྱ་མཚོ་ནི་ཆུང་ཆུང་ཅིག་མ་རེད་ཧ་ལས་པའི་རྒྱ་མཚོ་ཆེན་པོ་ཅིག་གི་སྟོང་གསུམ་པོ་འདི་གང་ཐུང་གི་རྒྱ་མཚོ་ཆེན་པོ་ཅིག་ཡོད་པ་དཔེ་བཞག་ནས་དེ་ལྟ་བུ་ཅིག་གི་རྒྱ་མཚོའི་སྟེང་དུ་ན་ལ་རྒྱ་མཚོ་དེ་བས་ཀྱི་སྟེང་ན་ང་རྒྱ་མཚོའི་ནང་དུ་ན་ལ་རུ་སྦ་ལོང་བ་ཅིག་ཡོད་པ་ཤེས། དེ་ཡང་ལོ་བརྒྱ་རེའི་མཚམས་ན་རྒྱ་མཚོ་གི་ཁ་ན་ལན་རེ་འོང་བ་ཞིག་ཡོད་པ་དེ་གཉིས་འཕྲད་པ་ནི་ཤིན་ཏུ་དཀའ་སྟེ་གསུངས་པ་རེད། དཔེར་ན་རྒྱ་མཚོ་ཆེན་པོ་དེ་འདྲའི་གི་མཐའ་ཡས་པའི་རྒྱ་མཚོ་རྒྱ་ཆེན་པོ་ཅིག་ཡོད་རེད་དེ་རྒྱ་ཆེན་པོ་དེ་འདྲའི་རྒྱ་མཚོ་དེའི་ནང་ལ་རུ་སྦ་སྐྱིད་སྐྱིད་པོ་ཅིག་རུ། རུ་སྦ་དེར་མེ་ཡིས་ཡོད་ན་དོ་ལྐོག་མེ་ཡིས་ཀྱིས་བཏགས་ནས་ཡ་གི་གའི་རྒྱང་སྲུབ་ཀྱི་སྟེང་ན་ཡོད་པའི་གཉའ་ཤིང་གི་བུ་ག་ཡིས་ཀྱང་དེ་གང་གི་མེ་ཡིས་ཀྱིས་བཏགས་ནས་ཚིག་འགྲོ་ཆོག་གྱི་རེད་དེ། དེ་མཐོང་བཞིན་གྱུར་པའི་མེ་ཡིས་མེ་སྤུས་ཀྱི་རུ་སྦ་དེ་ལོང་བ་ཅིག་ཡིན་པ་ཅི་མཆིས་ཞེས་དཔེ་བཞག་ནས། ལོང་བ་དེའོ་ཉི་མ་རྟ་པ་དང་ཟླ་བ་རེ་རེ་དང་ལོ་རེ་རེའི་སྟེང་ན་ཀྱི་རྒྱང་ཚུལ་སྟེང་ནས་ཡར་རྟ་པ་འོང་བསྡད་མཁན་ཅིག་ཡིན་ན་དོ་ཡང། གཉའ་ཤིང་ལ་ཡོད་པའི་གི་དབྱིག་རླུང་དེ་དུ་ཁུར་འགྲིམ་པ་དེ་འཕྲད་སྲིད་རྒྱུ་རེད་དེ། དེ་འདྲ་མ་ཡིན་པ་གཅིག་ལོ་བརྒྱ་རིང་ཚང་ན་ཐེངས་མ་རེ་རེ་མ་གཏོགས་རྒྱ་མཚོ་གི་སྟེང་ན་ཡར་མི་ཡོང་མཁན་གྱི། དེ་ཡོང་མཁན་དེའུ་སྨད་ནི་ལུང་བ་ཡིན་པ་གཅིག་དེ་འདྲ་རུ་སྦལ་གཅིག་ཡོད་པ་ལ་དཔེ་བཞག་ནས། དེ་ལོ་བརྒྱ་རིང་ཚང་ན་རུ་སྦལ་ལུང་བ་དེ་ཐེངས་མ་རེ་རེ་ཁྱོད་ཀྱི་ཁ་ལ་ཡར་འོང་པ་དང། ཁྱུག་གི་བསྟན་ནས། དེ་ནི་སྐད་ཅིག་ཆུ་ཟླའི་སེར་སྣས་བསྐྱིལ་ལ་མི་སྡོད་མཁན་གྱི་གི། དེ་ནི་གཉའ་ཤིང་གཡས་གཡོན་སྐྱ་ཡིག་ཡོད་མཁན་གྱི་ཁང་ནང་དེ་ནས་ཡ་ཁུག་གི་མགོར་བསྟན་དེ་ནི་འཛུལ་རྒྱུ་འདྲ་བོ་དང་དེ་འཕྲད་རྒྱུ་དེ། སྲིད་ཀྱི་ཨེ་རེད་ཟེར་ན་ད་སྲིད་ཀྱི་རེད་ཟེར་གྱི་མ་གཏོགས་མི་སྲིད་པ་དུ་མ་རེད་ཟེར་ནས་ཐག་བཅད་ཐུབ་གི་མ་རེད་བ། ཏེ། དེ་ནི་ཡིན་ན་ཡང་ད་དེ་འཕྲད་དགོས་ཟེར་ན་ལས་སླ་པོ་གཅིག་གི་དོན་ནི་འཕྲད་རྒྱུ་ཡོད་པ་ཆེས་རྩ་བ་ཉིད་ནས་མ་རེད་བ་སོང་རེད་དཔེ་དེ་ལྟ་བུ་ཅན་གྱི་ཡིན་དུས། ད་ང་རང་ཚོ་གི་ཁང་བཟང་རེའི་གྲོགས་ཀྱི་སེམས་ཅན་ཐམས་ཅད་འཁོར་འདས་ས་ཐོག་ཤེས་བ་ལེན་ས་བྱས་པས་ཡིན། ད་གནས་འདི་ལ་སོང་ནས་བལྟ་ན་མཐའ་ཡི་རྒྱ་མཚོ་ཆེན་པོ་ལྟ་བུ་ཆེ་སྟོང་གསུམ་པོ་དེ་ད། གར་སེ་གུ་རེ་གཏོང་སོང་ཟེར་ན་ནི་ཡང་འདོད་ཁང་གཟུགས་ཁང་གཟུགས་མེད་ཀྱི་ཁང་གསུམ་པོ་ཐམས་ཅད་ཡོངས་སུ་གང་ཐུབ་མཁན་གྱིས་འདི་དེ་སེམས་ཅན་ཡོད་བསྡད་པ་འདི་མཐའ་ཡི་རྒྱ་མཚོ་ལྟ་བུ་ཅན་གྱི་རིགས་རྒྱ་མཚོའི་ནང་དུ་ན་ཡོད་གཞག་རྒྱུ་ཅན་གྱི་དེ་ནས་སེམས་ཅན་དེ་ལ་འདྲ་རྒྱ་མི་འདྲ་སྟོང་ཡོད་རྒྱུ་རེད་དེ་དེའི་ནང་ནས་དེ་མི་སྦ་བ་མི་ལུས་སེམས་མཁན་དེ་ནི་སྦ་བ་ལྟ་བུ་ཅན་གྱི་ཞེས་ཧ་ཅང་གི་ཉུང་ཉུང་ཅན་གྱིས།

དེ་ནི་རྒྱ་མཚོའི་སྟེང་ན་ཡོད་དགའ་བའི་གཉའ་ཤིང་དང་གཉའ་ཤིང་ཁོ་ལ་ཡོད་པའི་བུ་ག་དབྱིག་ཀུན་གཅིག་པོ་དེ་ནི་ཀྱི་ཐར་པ་དང་ཐང་ཆེན་གྱི་བ་སྒྲུབ་པ་ཞེས་པའི་གི་དེ་ནི་ལུགས་སྟེང་བཟང་པོ་དང་དམ་པའི་ཆོས་ཀྱི་སྟེང་དུ་གྱུར་པའི་གི་ད་ཆོས་སྒྲུབ་ས་ཞེས་པའི་གི་སྟེང་གི་གོ་སྐབས་ཀྱིས་དབྱིག་ཀུན་སྐྱེ་ཡུལ་ལྟ་བུ་ཅན་གྱི་མ་དང་མེ་བ་ཅན་གྱི་ད་ལྟའི་ཁ་ཚོན་གང་ནས་བསྐྱུར་བ་ནི་ཡུལ་གྱི་སྒོ་ནས་འབྱོར་དགོས་པའི་འབྱོར་བ་རྣམ་པ་ལྔ། རང་ངོས་ནས་འབྱོར་དགོས་པའི་འབྱོར་བ་ལྔ་ལ་སོགས་པ་ཐམས་ཅད་མཚུངས་བསྡེབས་པའི་རྐྱེན་གྱིས་ལུགས་བསྟན་སྐྱིད་པོ་འདྲ་བོ་དེ་ད་ལྟའི་གི་གཉའ་ཤིང་དེ་ལ་ཡོད་པའི་གི་བུ་ག་གཅིག་སྐྱིད་པོ་ཡོད་དགའ་བ་དེ་ལྟ་བུའི་རྐྱེན་གྱིས་དེ་འདྲའི་གི་དེ་བུ་ག་གཅིག་གི་ནང་ལ་དེ་རུ་སྦ་སྟེ་ལོ། ལོ་ལྟར་རེ་གི་ཁྱོད་ག་ལའང་གདན་ཁེངས་འདྲ་ཅི་ཡིན་ན་དུ་འགྲིག་གི་རེད་དེ་ཁང་གསུམ་རེའི་གྲོགས་ཀྱི་ནང་ནས་སྲིད་པ་ཤེས་བ་ལེན་འོང་དུས་མིའི་ལུགས་ཏུ་ཤེས་བ་ཞིག་པའི་གོ་སྐབས་ཟེར་མཁན་དེ་ལོ་བརྒྱ་རེའི་ཚང་ནས་ཐེངས་མ་རེ་རེ་ཙམ་གྱིས་མ་གཏོགས་བཅུ་གིས་དེ་མི་རག་བསྡད་མི་མཁན་གྱི་གོ་སྐབས་དེ་དཔེར་ན་རུ་སྦག་དེ་རྒྱ་མཚོའི་སྟེང་དུ་ལ་བསྡད་བསྡད་པ་ཅན་གྱི་རེད་དེ་ལོ་བརྒྱ་ཡི་ནང་ནས་ཐེངས་མ་རེ་རེ་མ་གཏོགས་ཁྱོད་ཀྱི་ག་ལའང་གོ་སྐབས་མེད་པ། ཁྱེད་ཀྱིས་ང་རང་ཚོ་འདྲ་བོ་མི་གཅིག་ལ་སོགས་ནས་གཏོང་དགོས་པ་ཡིན་ན་ཡང་རེད་འགྲོ་གི་སྲིད་པ་གང་སུ་འཁོར་བ་མཐའ་ཡི་རྒྱ་མཚོ་ཆེན་པོ་འདི་ལ་མི་སྡོད་ནས་འགྲོ་ས་ཙམ་ནས་ཡོད་མ་རེད་སྡོད་དབང་ཙམ་ནས་ཡོད་མ་རེད་འགྲོ་སྲིད་པ་རེད་དྲུག་ཏུ་ཁ་བསྒྱུར་ནས་འགྲོ་ནི་ཤེས་བ་དེ་ལན་རིང་ཞིག་ལུས་རེ་རེ་དེ་རྫོགས་ཚར་དུས་རེ་རེ་དོར་ནས་རེ་རེ་ས་རྡོ་ལེན་ས་རྡོ་རེ་རེ་འགྲོ་ཚར་དུས་ས་བ་ནས་ས་བ་ཕྱི་མ་ནས་ཕྱི་མ་ལ་འགྲོ་དགོས་པ་ཤ་སྟག་ཅིག་འགྱུར་རེད་དེ་ཡིན་ན་ཡང། མི་ཡི་ལུས་སྟེང་ཐལ་མ་གཅིག་ཡོང་བསྐྱར་ཡོང་བསྐྱར་ཚུར་གླན་དགོས་ཟེར་ན་ལོ་བརྒྱ་རེའི་ནང་ནས་ཐལ་མ་རེ་རེ་གླན་དགོས་ཀྱི་གོ་སྐབས་འདྲ་བོ་ཅན་གྱི་དལ་ཡོ་ཧ་ཅང་མང་པོ་རེ་མ་གཏོགས་དེ་ནི་རག་རྒྱུ་མེད་པ་ཅན་གྱི་གོ་སྐབས་ཨོ་དཔེ་དེ་ལྟ་བུ་ཅན་གྱི་རེད་ཟེར་ནས་ད་དཔེ་དེ་འགྲིག་ཐོག་ནས་དེ་ནི་བསྟན་པ་བདེ་བ་ཞེས་པའི་གོ་རྒྱུ་ཅན་གྱི་ཨོ་དཔེ་དེ་འདྲས་བསྟན་པ་རེད། ད་དེ་འདྲས་ལོ་བརྒྱ་རེའི་མཚང་ནས་ཐལ་མ་རེ་རེ་ལ་དེ་ནི་ཁྱོད་ཡི་ཁ་ལ་འོང་བ་དེ་ཁྱོད་ཀྱི་སྟེང་ན་ཡོད་པའི་གཉའ་ཤིང་གི་བུ་ག་ནང་ལུག་ལ་འདི་ནི་རུས་པ་ཁོ་རང་གི་མགྲིན་པ་དང་མགོ་དེ་འཛིན་རྒྱུ་དང་འཕྲད་རྒྱུ་དེ་དག་གི་སྲིད་པ་ཙམ་གྱིས་དཔེ་དེ་ནང་གི་ཀྱི་རེའི་གྲོགས་ཀྱི་སྡུག་བསྔལ་ཁང་སྲུང་འཁོར་བ་དང་བཅས་ལ་སྐྱེ་བ་ལེན་པའི་གྲངས་ཀ་དང་ལེན་དགོས་རྒྱུ་བཅས་འདི་མཐའ་ཡས་པ་མུ་མེད་པ་གྲངས་ཀྱིས་མི་ཆོད་པ་ལྟ་བུ་དེ་འདྲས་ཀྱིས་རེད་དེ་མིའི་ལུས་སྟེང་དུ་སྣ་གྲངས་བཅོ་བརྒྱད་མཚོན་པའི་མི་ལུས་རིན་པོ་ཆེ་འདི་ཐོ་པིག་གི་གོ་སྐབས་དེ་ཨོ་རོད་པ་ཁོ་ལོ་བརྒྱ་རེའི་ནང་ལོར་ཆོས་ཁག་ལ་ཐེངས་རེ་རེའི་དབང་པོའི་གོ་སྐབས་ལྟ་བུ་ཅན་གྱི་མ་གཏོགས་པ་ད་འཇོག་བཅོ་བརྒྱད་ཚོགས་འདུའི་མིའི་ལུས་སྟེང་ཐོབ་རྒྱུ་འདི་གོ་སྐབས་དེ་དེ་བས་ཀྱང་གལ་འགི་རེད་གསུངས་པ་ཅན་གྱིས་ཨོ་དེ་ལྟ་བུ་ཅན་གྱི་རེད་འདུག་གསུངས་རེད་འཕྲལ་སུད་པ་རྒན་དུ་ཤིན་ཏུ་དཀའ་སྟེ་གསུངས་རེད། དེ་གཉིས་འཕྲད་རྒྱུ་ནི་དཀའ་སྟངས་ག་འདྲ་ཅིག་རེད་ཟེར་ན་གཉའ་ཤིང་དེ་ལ་ནི་སེམས་མེད་ལ། རུས་སྦལ་ཚོ་པའི་བློ་མེད་སོགས་ག་ལྟེ་གཉའ་ཤིང་ཁོ་རང་ལ་སེམས་ཡོད་མཁན་དང་མེད་ཡོད་མཁན་གྱི་ནང་དུ་རུས་སྦལ་གྱི་མགྲིན་པ་ག་བ་འདུག་སྟངས་མགོ་གང་གི་སྟངས་ནི་ཁོ་གི་ཕག་ཚིལ་ཆུ་བོ་གི་རུ་བ་སོང་རེད་དེ་ནི་ཡོད་མ་རེད་གཉའ་ཤིང་ནི་ཤིང་ནི་ཤིང་རང་རེད་ཤིང་དབྱིག་གཞུང་ཡོད་མི་ཅན་གྱི་ཤིང་གྱི་རང་ཡིན་དུས་ཁྱོའི་རུས་སྦལ་ཕག་མཚོ་གི་ནང་དུ་ཕག་ཚིལ་ཐུག་གི་མ་རེད་སོང་རེད། རུས་སྦལ་ལོང་བ་ལ་ནི་གཉའ་ཤིང་ལྟ་བུའི་མེ་ཡིས་མེའི་སོར་རུ་རུས་སྦལ་ཁོག་ལ་ཡང་མིག་ལྟ་བུའི་གི་མེ་གཅིག་ཡོད་ན་དོ། འདི་ནི་ཁྱོད་ཡི་ཁ་ལ་ཡོད་དགའ་བའི་བྱིན་གྱིས་གི་ཤིང་གི་དབྱིག་ཀོང་དེ་གང་གི་དག་ལ་འགྲོ་ཚིག་ཐུག་ཆོག་གི་རེད་དེ། དེ་ནི་དེ་ཚོས་གཞི་བཅུ་པའི་གི་དེ་ནི་མེ་ནི་ཡོད་མ་རེད་རུས་སྦལ་དེ་ལོང་བ་རུ་བ་སོང་རེད་དེ་མེ་དུས་གོང་དེ། ཀྱེ་ཀྱེ་རུས་སྦལ་གི་གཉའ་ཤིང་ཚིག་གི་སོང་ན་ཚིག་གཞི་གི་མེ་ཡོད་མ་རེད། གཉའ་ཤིང་གི་རུས་པ་ཚུར་འཚེད་དགོས་བསམ་ན་ཡང་ཁོ་ལ་རྩ་ཆེན་སྤྱོད་པའི་གི་སེམས་ཡོད་མ་རེད། དེ་མེད་དུས་གང་ན་དེར་འཕྲད་པ་ཧ་ཅང་དཀའ་མོ་ཅན་གྱི་རེད་བསམ་རེད། གཉའ་ཤིང་དེ་ཡང་ཤུགས་བསྐྱེད་དུ་སྡོད་ན་འཕྲད་སྲིད་པ་ལས་ནི་དུས་རྒྱུན་པར་ལ་སྐད་བསྐྱེད་ཀྱང་མི་སྡོད་བསམ་རེད། གཉའ་ཤིང་དེ་བཞག་ས་ཁྱེད་ལས་བཞག་དགའ་བ་དེ་ཏག་ཏག་དེ་ལས་བསྡད་བསྡད་མཁན་ཞིག་ཡིན་ན་ད་ཡང་འཕྲད་སྲིད་གི་རེད་དེ་དེར་བསྡད་གི་མ་རེད་ཁྱོད་ཀྱི་བ་ལག་ཐང་ཆེན་སྐད་ཅིག་ཙམ་ཡང་སྡོད་དབང་མེད་པ་དེ་ཚང་མ་རླབས་ཀྱིས་བཤོས་བསྡད་གི་རེད་བསམ་རེད། དཔེ་ལྟས་ནོར་གྱི་ང་རང་ཚོ་གི་ལུག་རྟུལ་རེད་དྲུག་གི་ལུག་རྟུལ་ལྟ་བུ་གང་འདི་ལ་བླངས་སོང་ན་སྡོད་པའི་གི་རང་དབང་དུ་སྐད་ཅིག་ཙམ་ཡང་ཡོད་མ་རེད་ལས་ཀྱི་ལུག་མ་ཐམས་ཅད་གི་ཤ་ཤོ་ལུག་ཤོ་ལ་སོགས་པ་ཕྱོགས་བཅུ་སྟེང་འོག་ཐམས་ཅད་གི་ལས་ཀྱི་ལུག་མ་མཐའ་དག་གི་དེ་ནི་སྤྱོད་དེ་དེའི་རྗེས་སུ་ལ་འབྲང་དེའི་རྗེས་སུ་ལ་འགྲོ་བསྡད་པ། སྡོད་དཔོན་གྱི་གོ་སྐབས་སྐར་མ་སྐད་ཅིག་ཙམ་ཡང་མེད་དགག་པ་ཨོ་དཔེ་དེ་ལྟ་བུ་བྱིན་གྱིས་རེ་ཟུང་རེད་དེ་ནི་གཉའ་ཤིང་དེ་སྡོད་ཕྱག་བཅས་ལ་བསྡད་རྒྱུ་མེད་པ་བྱིན་གྱིས་ཀྱིས་རྒྱ་མཚོ་ཐང་ཆེན་གྱི་རླབས་ཀྱིས་བཤོས་བསྡད་པ་ཅིག་ཡིན་དུས་རྒྱུ་མཚན་དེ་ལ་བརྟེན་ནས་ཧ་ཅང་གི་དེ་ནི་རུས་སྦལ་གྱི་མགྲིན་པ་དེ་འཕྲད་པ་དཀའ་བ་བྱིན་གྱིས་རེ་ཟུང་རེད། ཡང་ན་ཀྱེ་རུས་སྦལ་དེ་ཡང་རྟག་ཏུ་མཚོ་དཀར་ལ་ཉུལ་ནས་འགྲོ་ན་འཕྲད་སྲིད་པ་ལས་ནི་ལོ་བརྒྱ་རེ་ན་མཚོ་དཀར་ལ་ལན་རེ་ལས་མི་འབྱུང་བས་ནི་དེ་གཉིས་འཕྲད་པ་ནི་ཤིན་ཏུ་དཀའ་ཡང་གསུངས་པ་རེད། ཡང་ཀྱི་རུས་སྦལ་འདྲ་བོ་དེ་ནི་ཉི་མ་ལྟ་བར་ཁྱོད་ཡི་ཁ་ལ་ཧོན་དུ་བྱུང་མཁན་འདྲ་སྟེ་ཟླ་བ་རེ་རེ་མཐོང་ནས་ཐལ་མ་རེ་རེ་ཁྱོད་ཡི་ཁ་ལ་ཧོན་དུ་བྱུང་མཁན་འདྲ་ཅི་ཡི་ན་དོ་ཡང་ཀྱི་གཉའ་ཤིང་གི་དབྱིག་རུང་དེ་དུ་རུས་སྦལ་ཁོག་གི་མགྲིན་པ་གཉིས་འཕྲད་སྲིད་རྒྱུ་རེད་དེ་དེ་ནི་མ་རིག་རུས་སྦལ་ཁོག་གི་ནི་ལོ་བརྒྱ་རིང་ཚང་ནས་ལན་རེ་རེ་ཙམ་མ་ཐུག་གྱུར་པའི་རྒྱུ་ནི་དེ་ནི་ཁྱོད་ཁ་ལ་ཧོན་པའི་གོ་སྐབས་རྙེད་གི་མ་རེད་གསུངས་རེད། དེ་ནས་དེས་ནོར་རྒན་ཅན་གྱིས་ང་རང་ཚོ་སྲིད་པ་ཁང་སོང་རེད་འགྲོ་གི་འདུག་ང་ལན་པའི་རྣར་གྲོངས་དང་མཐའ་ཡས་པ་མུ་མེད་པ་ཅན་གྱིས་ལན་འགྲོ་གི་རེད་བཤད་ན་བཤད་ཆོག་ཆོག་ཤི་ན་ཤི་ཆོག་ཆོག་འདྲ་བོ་ཅན་གྱི་བཤད་དགའ་ནང་བྱེད་ཀྱི་གྲོང་མི་ཉུང་བརྒྱས་ཆོག་ཆོག་རེད་དེ། ཡིན་ནའང། རྣར་གྲོངས་བཅོ་བརྒྱད་ཚོང་དཔོན་གྱི་མི་ལུས་རིན་པོ་ཆེ་འདི་ལན་པའི་གི་གོ་སྐབས་དེ་ནས་ད་རུབ་པ་ཁོ་ལོ་བརྒྱ་རིང་ཚང་ན་ཐེངས་མ་རེ་རེ་ཁྱོད་ཀྱི་ཁ་ལ་འོང་པའི་གོ་སྐབས་ནོར་རྒན་ཅན་གྱིས་དེ་དེ་ལས་ཀྱང་སྐེམ་པ་ཅན་གྱི་དེ་འདྲ་རེད་གསུངས་པ་ཅན་ཡིན་དུས་ད། མི་ལུས་ཐོན་སྐྱེད་ཐོབ་མི་ལུས་ཀྱི་ཐོབ་པ་ཡིན་ན་ཡང་དག་སྣང་གྲོང་བཅོ་བརྒྱད་མཚུངས་པའི་མི་ལུས་ཐོབ་པ་འདི། འོ་ད་རུ་པ་ལོང་བ་གྱིས་ལོ་བརྒྱ་རིང་འཚོ་ནས་ཐེངས་མ་རེ་རེའི་ཁྱོད་ཡི་ཁ་ལ་འོང་རྒྱུ་དེ་དང་དེ་ནི་གཉའ་ཤིང་ལས་གཡོས་པའི་བུ་ག་གཉིས་པོ་དེ་འཕྲད་པ་འཕྲད་སྲིད་པ་ཙམ་མ་གཏོགས་འཕྲད་རྒྱུ་ཧ་ཅང་དཀའ་མོ་ཡིན་པ་དཔེ་དེས་ནོར་བཞིན་བྱེད་ཀྱི། ཀྱེ་རའི་གྲོགས་ཀྱི་ནང་ནས་ཀྱང་མིའི་ལུས་སྟེང་གླེན་པ་ལ་དང་ལས་སླ་པོ་འདྲ་བ་ཞིག་ལེན་ཆོག་རྒྱུ་རེད་དེ་སྣང་གྲོང་བཅོ་བརྒྱད་མཚུངས་པའི་གྱི་མི་ལུས་རིན་པོ་ཆེ་ཟེར་མཁན་དེ་གཉིས་པ་ནི། དེ་ནི། དེ་ལས་ཀྱང་དེ་ནི་བཀས་བཀག་རྒྱུ་བཀག་བཀག་རྒྱུ་གཅིག་དེ་འདྲ་ཅན་གྱི་རིགས་ལས་སླ་པོ་གཅིག་གི་ཐོག་ཆོག་ཆོག་དེ་འདྲ་ཅིག་མ་རེད་བསམ་ནས་ཨོ་ད་དེ་འདྲས་ཤིག་ནི་བསྟན་གྱི་འདུག་འཕྲད་པ་ཞིག་འདུག་བཀག་ཡོང་སོང་རེད་སྟེས་དབང་གིས་ནི་གཉའ་ཤིང་གི་བུ་ག་རུ་སྦ་ཅིག་ནི་མགྲིན་པ་ཆོད་པ་ཀྱང་སའི་མོད་ཀྱི་དལ་འབྱོར་གྱི་མི་ལུས་གཉིས་པ་ནི་དེ་ལས་ཀྱང་ནི་དཀའ་བ་དེ་ནི། མདོ་ལས་གསུངས་པའི་དེང་སང་རེ་བོ་དེ་ཡིན་དུས་དེ་ནི་རྒྱ་མི་ལུགས་རེད། ཕྱི་སྟོང་མི་ཕ་པ་ཙམ་དང་མི་གཙང་པོ་ཙམ་དང་མི་མེད་ཙམ་གྱི་ལུས་དྲིས་ཐོབ་པ་ལས་ད་ཧ་ལས་པའི་སྐད་འབོད་ཅིག་དང་བཀའ་མོལ་ཅིག་དེ་འདྲ་ཅིག་མ་རེད་དེ། དེ་དར་འཇོ་བཅོ་བརྒྱད་མཚོན་པའི་མི་ལུས་རིན་པོ་ཆེ་ཟེར་བ་འདི། གཉིས་པ་ལ་བཀའ་ཚུལ་གསོག་ནས་གཏོང་གོམ་དམ་དཔེ་དེ་ལྟ་བུ་བྱིན་གྱི་རེད་བསམ་རེད།

དཔེར་ན་རྒྱ་མཚོ་ཆེན་པོ་གཅིག་གི་སྟེང་འདིར་ཡོད་དགའ་བའི་གཉའ་ཤིང་དེ་ལ་བུ་ག་སྐྱེ་ཡི་ཡོད་པའི་བུ་ག་སྐྱེས་དང་ལོ། རྒྱ་མཚོ་ཆེན་པོའི་སྟེང་ན་ཡོད་པའི་རུ་སྦལ་ལོང་བ་དེ་ལོ་བརྒྱ་རེའི་མཚམས་ན་ཐེངས་མ་རེ་རེའི་ཁྱོ་ག་ལ་འོང་བ་གཉིས་པོ་དེ་འོང་པའི་སྐབས་སུ་ཨ་ནི་རུ་སྦལ་གྱི་མགོ་འགྲིམ་པ་དེ་དང། རྒྱ་མཚོ་གི་སྟེང་ན་ཡོད་པའི་གཉའ་ཤིང་གི་བུ་གི་ནོར་ལོག་དེ་ནི་འཕྲད་པ་དེ་གསེར་གྱི་རྩམ་སྲིད་པ་ཙམ་གྱིས་རེད་མ་གཏོགས་ཅི་ཕིག་དང་འཕྲད་པ་ལ་ཧ་ཅང་གི་དཀའ་ལས་དཀའ་པོ་ཧ་ཅང་གི་སྐལ་འབོ་ཅིག་ཡིན་པ་དཔེ་དེ་ལྟ་བུ་བྱིན་གྱི་རེད་གསུངས་རེད། དེའི་ཡན་པ་ནོར་གྱི་གཅིག་ཉིད་དང། གཅིག་འགྲོ་བ་རའི་གྲོགས་ཀྱི་ལུས་གླེན་པ་ཞེས་པ་དམྱལ་བའི་ལུས་སྟེང་ཡི་དྭགས་ཀྱི་ལུས་སྟེང་དུད་འགྲོ་གི་རུས་ཅན་ལ་སོགས་པའི་གི་དེ་འདྲའི་ངན་སོང་སོང་གི་ལུས་ལུས་ཅན་དུ་གླེན་འགྲོ་བ་ལ་དུ

ངས་བསད་ནི་བསད་རྒྱུ་རེད་མ་གཏོགས་རྒྱུ་སྤུན་གཉིས་པ་དེ་ཧ་ལས་པའི་དཀའ་ལས་ཁ་བོ། སྐམ་པོ། དེ་འདྲ་བྱིན་གྱི་རེད་སོང་རེད་གོ་ཁ་སྐམ་པོ་བྱིན་གྱི་རེད་སོང། རྒྱུ་མཚན་དེ་ལ་བརྟེན་ནས་མི་ཡིས་འོང་པོ་ཟེར་དུས་མི་འོང་དུས་རྒྱལ་པོ་དེ་འདྲ་རེད་རྒྱལ་པོ་བདེ་ཤོས་བཟང་པོ་ཁྱོད་ཀྱིས་ད་ལྟའི་ལུས་སྟེང་འདི་ད་ཐེངས་སྐྱེས་ནས་ཁྱོད་ལ་ཐོག་ཚར་བ་ཅིག་ཁྱོད་ཀྱིས་དེང་ཡོད་པའི་གི་ཅིག་འབྲས་བུ་ཡོད་པ་ཅན་ཅིག་གི་དེང་ཡོད་པའི་བྱ་བ་ཅིག་བྱེད་དགོས་ཀྱི་མ་གཏོགས་རྒྱུ་དེང་མི། ཀྱོང་ཀྱོང་གི་ཞབས་ཡིག་བསྟན་དོན་ལ་ཁྱོད་ཀྱིས་མི་སེར་དེ་རྫོགས་ན་རྗེས་མ་ཡང་བསྐྱར་ཁྱོད་ལ་ཐོགས་དགོས་ན་ད་ཐོགས་རྒྱུ་མེད་པ་ལྟ་བུ་དེ་འདྲ་བྱིན་གྱི་རེད་ཟེར་ནས། རྒྱུ་མཚན་དེ་ལ་བརྟེན་ནས་ད་དན་ཡོད་པ་དང་འབྲས་བུ་ཡོད་པ་ཅན་གྱི་བྱ་བ་བྱེད་དགོས་ན་དམ་པའི་ཆོས་བཤོད་རྣམ་པ་བཅུ་གི་ཀླད་དེ་ལ་འཇོག་དགོས་ཀྱི་རེད་དམ་པའི་ཆོས་འདི་ཁོ་ན་ལས་ཤོར་ན་དན་ཡོད་པ་ཅན་གྱི་བྱ་བ་སྐྱིད་པོ་དེ་རེད་འབྲས་བུ་ཡོད་པ་ཅན་གྱི་བྱ་བ་སྐྱིད་པོ་དེ་རེད་གསུངས་ནས། དེ་ལ་ཐག་བཅད། དམ་པའི་ཆོས་འདི་ཚུལ་བཞིན་དུ་སྒྲོག་ཅིང་ཉམས་སུ་སློང་བ་ནི་དེའི་བསྟན་ཡོད་པ་ཅིག་ཡིན་པའི་རྒྱུ་མཚན་ག་རེ་རེད། དེ་འབྲས་བུ་ཅི་ཡིན་པའི་རྒྱུ་མཚན་དེ་སྤོང་རྟགས་གང་གི་སྒོ་ནས་ཞེས་ཟེར་ན། དམ་པའི་ཆོས་འདི་ཚུལ་གྱིས་སྒྲུབ་པའི། རྟེན་ཡི་དམ་ཆོས་བཅོ་བརྒྱད་མཚུངས་པ་ལ་བརྟེན་ནས། དེ་ནས་དམ་པའི་ཆོས་དེ་སྒྲུབ་སྒྲུབ་པ་དེ་ལ་བརྟེན་ནས་འབྲས་བུ། ཀྱི་ཕྱོགས་སྐྱོང་ན་གྱུར་པའི་རྒྱལ་བ་སྲས་སློབ་མ་དང་བཅས་པ་ཐམས་ཅད་ཀྱི་བདེན་བྲལ་དེ་ལ་ལྟོས་དང། དེ་ནི། དེ་སྤང་རྟགས་བྱས་ནས་རང་ཉིད་རང་གི་དེ་དད་པ་དང་ཡིད་ཆེས་ཤེས་འཁྱོལ་བ་ཅན་གྱིས། དད་མེད་དང་ཡིད་ཆེས་མེད་པའི་གང་ཟག་གི་དངོས་ལ་དེ་སྤང་རྟགས་ཀྱི་སྒོ་ནས་ར་སྤྲོད་བྱེད་ཐུབ་པ་ཅན་གྱིས་འོ་དེ་འདྲའི་གཅིག་གི་གནས་སྟངས་ཆགས་བསྡད་ཡོད་པ་ཡིན་དུས། རྒྱལ་པོ་ཆེན་པོ་ཁྱོད་ཡིན་ན་ཡང་སྲང་ནོར་ཡག་པོ་ཅིག་བཏང་གནང་འགྲོ་བཅོ་བརྒྱད་ཚོང་གི་མི་ལུས་རིན་པོ་ཆེ་ཐོབ་པའི་དུས་ཚོད་འདི་ལ་ད་ཁྱོད་བཟོས་སུ་མ་བཏང་པར་དད་ཡོད་པ་དང་འབྲས་བུ་ཡོད་པ་བྱིན་གྱིས་ཁྱོད་ཀྱི་མཆིས་པ་མཛད་རོགས་གྱིས་ཁྱོད་ཀྱི་ཞི་རོགས་གྱིས་ཟེར་ནས་དེ་ནི་ཀྱེ། རྒྱལ་པོ་བདེ་ཤོད་བཟང་པོ་ལ་དེ་ནི་སྡང་བྱ་རྒྱུ་ཆེན་དེ་འདྲ་རེད་གསུངས་པ་རེད་རྒྱལ་པོ་བདེ་ཤོད་ལ་གནས་སྡམ་པ་དང། དེའི་རྒྱུན་དུ་རྒྱལ་སྲས་ཆེན་པོ་ཞི་བ་ལས་ཡང་ཤཱཀྱ་ཐུབ་པའི་གསང་སྒྲོགས་པའི་མདོ་སྡེ་གདངས་ཀྱི་གདན་དེ་ཡང་ཚིགས་བཅད་ཞིག་ནི་མ་གསུངས་འདུག་གསུངས་ཞི་བ་ལྷས་ཀྱང། རྒྱ་མཚོ་ཆེ་ཡིན་གཉའ་ཤིང་གི་བུ་ག་རུ་བར་འབྲིང་ཁྱོད་ལྟ་མི་ཉིད་ཤིན་ཏུ་རྙེད་དཀའ་གསུངས་ཞེས་པ་ལྟར་དང་གསུངས། རེད་དྭ་དེ་འདྲ་གཅིག་པ་རེད་རྒྱ་མཚོ་ཆེན་པོ་གཅིག་གི་སྟེང་དུ་ན་ལ། དེ་ནི་གཉའ་ཤིང་གཅིག་གཉའ་ཤིང་དེ་ལ་བུ་ག་གཅིག་དེ་ཡང་སྡེ། ནས་བྱས་ལ་བཟླས་བརྟུལ་གྱི་དུས་སྐབས་ནི་སྐར་མ་སྐྱེས་ཀྱང་བདེ་འོང་མེད་པ་ཅན་གྱི་ཚོགས་མང་བསླབ་ཀྱིས་སྤྱོད་བདེ་བ་ཅན་ཅིག། ནས། དེ་ལ་བུ་ག་སྐྱེས་ཡོད་དགའ་བ་ཅན་ཅིག་རྒྱ་མཚོ་གི་སྟེང་དུ་ན་ལ། རུས་སྦལ་ལོང་བ་ཅན་ཅིག་སྨྲིག་མེད་པའི་ལོང་བ་ཅན་ཅིག་དེ་ཡང་ལོ་བརྒྱ་རིའི་མཚོ་ན་ཐེམ་མ་རེ་རེ་མ་གཏོགས་ཆུ་ཡི་ཁ་ལ་མི་ཡོང་མཁན་ཅན་ཅིག། ཐེམ་མ་ལོ་བརྒྱ་རིའི་མཚོ་ན་ཐེམ་མ་རེ་རེ་དེ་ནི་ཆུ་ཡི་ཁ་ལ་འོངས་པའི་སྐབས་སུ་དེ་ནི་དུས་དགེ། ཁོག་གི་མགོ་སྐེ་གཉིས་པོ་དེ་དུས་ཀྱི་གཉའ་ཤིང་གི་སྦུ་གུ་གའི་ནང་ལུག་ལ་དེ་འཕྲད་དཔེ་གྱི་དུས་སྐབས་དེ་ཡོད་སྲིད་པ་ཙམ་གྱིས་མ་གཏོགས་ད་འཕྲད་དགོས་ཟེར་ན་དཔེ་དམར་སེར་གྱི་དཀའ་ལས་ཁག་པོ་དང་ཧ་ལས་པའི་གི་དཀའ་མོ་གན་སོང་ཡིན་པ་དཔེ་དེའི་ནང་གི་གི་ང་རང་ཚོ་མི་ཐོག་པ་ཟེར་བའི་མི་ལུས་ཐོག་པ་འདི་ཡང་དཀའ་མོ་གན་སོང་དེའི་ནང་ནས་ཡང་མི་ལུས་རིན་པོ་ཆེ་སོང་དེ་ད་འཇོག་བཅོ་བརྒྱད་ཚོང་དགོས་པའི་གང་ནས་བཤད་དགོས་པའི་དར་བ་བརྒྱད་དུ་འཇོག་བ་བཅོ་དེ་ད་འཇོག་བཅོ་བརྒྱད་ཆ་ཚང་པ་ཚུགས་བཞིན་དུ་ཚོང་དགོས་པ་ཅན་གྱི་ཧ་ལས་པའི་གི་གཉིས་པ་དཀའ་བ་ཅན་གྱི

ཐོན་སྐྱེད་ཚོང་ན་ཡང་གུས་སྐྱེས་ད་རུང་དེ་ལྟའི་རི་སྐྱེས་བློ་ཡིས་མི་ཁོམ་པར་རྒྱལ་ལ་སོགས་པ་བརྒྱད་གཉིས་བཅུ་དྲུག་པོ་ཐོན་རྒྱུ་གྲྭ་བ་དང་དེ་བས་ཀྱང་དེ་ན་ཧ་ཅང་དཀའ་མོ་ཅན་ཧ་ཅང་གི་སྐད་འབོད་ཅན་གྱི་བྱ་ཡོད་སྲིད་པ་ཙམ་དུ་གཉིད་སྲིད་པ་ཙམ་གྱི་རེད་མ་གཏོགས་སེམས་ཐག་མ་སྐེད་ཙམ་གྱི་རེད་མ་གཏོགས་ཀྱི་ཧ་ཅང་མང་པོ་དེ་དག་དཀའ་མོ་སྐད་གསུང་ཡིན་པ་དཔེ་དེ་ལྟ་བུ་རེད་འདུག་ཟེར་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་མདོ་མདོ་ཉིད་ལ་གསུངས་ཀྱང་འདུག་གསུངས་ཞེས་པ་ལྟར་དང། ད་ལྟའི་གི་དཔེ་སྐྱེད་རིགས་དཔེ་ཡི་སྒོ་ནས་གཉིས་པ་བཀའ་ཚོལ་ཟེར་ཏེ་དྭངས་སྐྱོ་སྐྱོ་རྗེ་མཚུངས་པའི་མི་ལུས་རུང་བོ་སྐྱེས་ཏེ། གཉིས་པ་བཀའ་ཚོལ་དེ་དཔེ་ན་དེ་ལྟ་བུ་ཅན་གྱི་རིགས་ཡོད་ཟེར་ནས་དེ་ནི་དཔེ་སྐྱེད་དེ་རེད། ཡང་དཔེ་གཉིས་པ་ཅིག་བསྟན་གྱི་འདུག་དེ་མན་དཔེ་གི་དཔེ་སྐྱེད་ལ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་གསུངས་པ་རེ་དགོས་འདེད། དཔའ་སྤྲུལ་རིན་པོ་ཆེ་གི་ཚུལ་ཁ་པོའི་རྒྱུ་རྐྱེན་བསྟན་རིགས་མ་གཏོགས་བློ་གསར་ལྡན་གང་ཡོད་མ་རེད། གཞན་ཡང་གྱང་ལོག་གིས་ནི་ཞལ་དབར་འཇམ་པོ་ལ་སྲིན་མར་གཏོགས་པར་ཕྱག་བཀབ་པའི་དཔེ་དང་གསུངས་རེད། དཔེར་ན་ང་རང་སོགས་ཀྱི་ཁང་པ་ཡག་བཟོ་ཚར་དུས་ཀྱི་གྱང་ལ། ཧ་ཅང་གི་འཇམ་པོ་བྱུགས་ནས་དེ་ནས་ཀ་ཡིག་ནང་གི་ཞིག་ནི་འཇམ་པོ། དེ་འདྲའི་གི་ཞྭ་ལ་བྱུགས། ཞྭ་ལ་བྱུགས་ཚར་དུས་ཀྱི་སྟེང་དུ་ན་སྲན་མ་རི་རི་རེད་བ་སྲན་མ་ལྡུམ་པོ་ཅིག་ནི་རི་རི། ག་ན་ག་བ་ན་རི་རི་རི་འདི་འགྲོ་བ་མ་གཏོགས་སྤྱིར་བོད་ཀྱི་སྡེ་བཟོ་རྩ་ནས་མེད་བསྡད་པས་དེ་འདྲའི་རི་རི་ཅིག་འབྲི་ཆོག་པ། དེ་འདྲའི་གི་གྱང་གི་གྱང་ངོས་དེ་ན་ལབ་སྲན་མ་སྤ་ར་དོག་རེ་སོང་རེ་བྱས་ནས་ཕར་ཅིག་འཁྱོལ་བསྡད་པ་ཡིན་ན། ཁྱེད་ཀྱི་ཨོང་ལོ་དུ་ནང་ལ་སྲན་མ་དེ་བསྡད་ཐུག་གི་རེད་དོ་མ་རེད་ཟེར་ནས་དྲིས་ན། བསྡད་སྲིད་ཀྱི་རེད་མི་བསྡད་པ། སྲིད་ཀྱི་མ་རེད་ཟེར་ནས་ཐོག་ཏུ་བསྐྱལ་ཐུག་གི་མ་རེད་བསྡད་སྲིད་གི་རེད་ཡ་སོང་རེད། ཡིན་ན་ཡང་སྲན་མ་འཁྲི་གྲོགས་དུང་ཞོ་མང་པོ་ཅན་གྱི་གྱང་ངོས་དུ་ནང་ལྟ་གྱང་དུ་ནང་གྱང་ངོས་དུ་ནང་བསྡད་མཁན་གྱི་ནི་རེ་རེ་གཙང་དུ་བསྲེགས་ན་ད་སྲིད་ཀ་མ་ཀི་ཙམ་གྱི་རེད་མ་གཏོགས་ཧ་ཅང་གི་སྐལ་འབོ་ཅན་གྱི་རེད་བརྒྱ་ཆ་བརྒྱ་གི་ནང་བརྒྱ་ཆ་གཅིག་ཙམ་བསྡད་གི་མ་རེད་བརྒྱ་ཆ་དུང་ཕྱུར་བཅས་ཀྱི་ནང་ནས་བརྒྱ་ཆ་བཅུ་ཡི་ཙང་ལ་བསྡད་ཐུབ་ཟེར་ནའང་ད་སྲིད་མཐའ་མ་གི་ཙང་ཅི་རིགས་མ་གཏོགས་བསྡད་རྒྱུ་དཔེ་བརྟན་པོ་དཀའ་མོ་ཡིན་པ་དཔེ་དེའི་ནང་གི་ཞིག་ནས་ར་ཡིག་དྲུག་གི་ར་ཡིག་དྲུག་གི་དེ་ནས་སྐྱེ་བ་ལེན་རྒྱུ་དེ་སོགས་དང་བཅས་དཔེར་ན་སྲན་མ་དུང་ཕྱུར་ཁ་རོང་འདྲ་པོ་དེ་སྦ་ར་མང་པོ་ཅིང་དེའི་སྦོ་རའི་མང་པོ་འདྲ་པོ་ཅིང་ཅིག་ཤེས་ནས་རྣམ་པ་བཞི་གི་གྱང་ངོས་དེ་ན་ལ་འཁྱོལ་ཡོད་པ་ཡིན་ན། དེའི་ནང་ནས་གནང་གྲོགས་སྐྱོ་རྒྱལ་ཚང་པའི་མི་ལུས་རིན་པོ་ཆེ་གི་གི་དེ་འདྲའི་གི་ཤེས་བ་དེ་ལ་ལན་ནས་ནི་ཐུགས་ཐུགས་མཁན་གྱི་དུ་ཤེས་བ་ཡོངས་སུ་ལེན་ཐུབ་པ་ད་སེ་སི་རྒྱུ་རེད་མ་གཏོགས་ཅུ་པི་སེ་ན་ཡང་ཧ་ལས་པའི་གི་ད་དཀའ་མོ་གན་སོང་ཡིན་པ་དཔེ་དེ་ལྟ་བུ་བྱིན་གྱི་རེད་བསམ་ནས་ཡང་བསྐྱར་འདི་འདྲས་ཀྱི་མདོ་སྡེ་ནང་ནས་དེ་འདྲའི་གསང་འདུག་གསང་རེད་དཔེ་དེ་དང། ཡང་ཏེ་ནང་གི་དཔེ་གཞན་དག་ཅིག་གི་ཐོག་ནས་གསུངས་པ་རེད། དང་ཅོག་ཅོག་རྒྱལ་ཚང་མི་མི་ལུས་རིན་པོ་ཆེ་ཧ་ཅང་གཉིས་པ་དེ་སྲིད་མཐའ་མ་ཀི་ཙང་གི་རེད་མ་གཏོགས་སྤྱི་ཕུད་ཀྱི་ལས་སླ་བོ་ཞིག་གཉིས་ཐུག་གི་མ་རེད་ཟེར་དཔེར་ན་ག་འདྲི་བྱིན་གྱི་རེད་ཟེར་ན། ཁ་རྩེད་གྱེན་དུ་བསྟན་པ་ལ་སེམས་མ་སྤངས་ཀྱང་དེ་རེ་རེ་ཙམ་ཡང་འཁྱག་དཀའ་བའི་དཔེ་གསུངས་རེད། དཔེར་ན་ཁག་གི་རྩེད་མོ་ནི་ཧ་ལས་པའི་རྩེད་མོ་འཕྲ་གུ་དེ་འདྲི་བྱིན་གྱི་ར་རྣོན་པོ་ཅིག།